ཨེ། ཕ་ཁྱེད་ཅེ་ན་ད་གོ་རྒྱུ་གོ་དྲུག། གོ་བདུན་གོ་བཞི་ད་དེ་མ་ཐོབ་བར་དུ་ཁོ་རང་གི་ཕ་ཆོས་གནང་ས་དེར་ཕའི་ཁྱེ་བ་དེ་ཤུགས་ལྡན་ལྡན་ངས་ཅང་ཅང་རེ་བ་ས། པའི་ལྷ་བསང་རྣམ་པར་གི་པའི་དད་པ་བརྩེ་བརྒྱད་ཞུ་དེ་ཉེན་དེ་ཤུགས་ལྡན་ལྡན་ངས་ཅང་ཅང་རེ་བ་ས། ད་དེ་འདྲས་ཡིན་དུས་ཙམ་པ་ད་ཁོ་རང་གི་ཨེ་ནི་དད་པ་ཐམས་ཅད་ཡོངས་སུ་རྫོགས་པ་ཉམས་སུ་བསྐོར་རེ་བ་དེ་ནི་ངས་མ། རྒྱུ་མཚན་གཅིག་དེ་རེད། རྒྱུ་མཚན་གཅིག་དེ་ག་རེ་རེད་ཟེར་ན། ཁོང་གི་དམ་ཚིག་ཟེར་དུས་རྩམ་པ་ཁས་བླངས་བརྒྱབ་པ་བཅས་ཀྱི་བེ་ཀེ་ཀེ་ཁས་བླངས་དམ་བཅའ་གཅིག་ལ་ད་དམ་ཚིག་ཟེར་གྱི་ཡོད་རེད་ད་གང་ལྟར་ང་རང་ཚོ་ཕལ་སྐད་རག་པ་རེད་བོ་བྱས་པ་ཡིན་ན་དམ་ཚིག་ཟེར་ཡ་དེ་ཁས་བླངས་དམ་བཅའ་བ་བྱས་པ་གཅིག་ལ་ད་དེ་ལས་འདའ་གི་མེད་ཟེར་ད་དེ་ལས་མི་འདའ་བར་ཁས་བླངས་བརྒྱབ་པ་གཅིག་ལ་ཡིན་དུས་རྩམ་པ་དེ་འདྲས་ཀྱི་དམ་ཚིག་གཅིག་ག་འདྲས་ཆེ་ན་ཡོང་བ་རེད། ཤུགས་ལྡན་བསྟེན་མཁན་གཅིག་གི་སྐུ་མདུན་ནས་དེ་འདྲའི་གི་དམ་རྫས་ཀྱི་ཡོང་ཆོག་གི་རེད་བས་དེ་ཡོང་ཆོག་གི་མ་རེད། ཡིན་དུས་དམ་པ་ད་ཁོང་གི་དེ་འདྲའི་གི་དམ་རྫས་དེ་ག་ནས་ཞུས་ཡོད་རེད། ཤུགས་ལྡན་བསྟེན་མཁན་གཅིག་ཁོ་རང་གི་མདུན་ནས་ཆོས་ཞུ་ཁ་ཡོང་པའི་ཡིན་ན། ཁོ་རང་དམ་རྫས་མྱངས་འགྲོ་ཡག་གི་དམ་རྫས་དེ་དེ་ག་ནས་ཞུས་པ་རེད། དམ་རྫས་ཟེར་ཡག་ཅིག་ཡིན་གཅིག་མིན་གཅིག་ཅན་རིགས་ཞུ་དགོས་རེད་མ་གཏོགས་པ་གི་སོ་སོ་པས་སྐྱེས་མ་ཐག་ནས་གར་སོ་དགོས་རེད། ལྷན་ཅིག་ཏུ་སྐྱེས་བསྡད་རྒྱུ་དེ་འདྲས་ཡོད་ད་སྲིད་བབ་ཀྱི་མ་རེད། ཡིན་དུས་བརྩམས་པ་ད་འདི་དེ་འདྲས་ཀྱི་དམ་ཚིག་གི་ཁ་ཟས་ཡོད་པས་ཡིན་ན། ད་དངོས་གནས་དྲང་ལེགས་གད་པའི་སྲུང་མ་རྒྱལ་གཅེས་རྡོ་རྗེ་ཤུགས་ལྡན་དུད་རིགས་ཟེར་དེ་ཉིད་ད་སྐྱབས་རྗེ་འཕགས་མོ་གར་འདུས་དུས་ཆེན་རིགས་འདི་ཟེར་ཡག་འགྲོ་བ་དང་དུད་རུ་ཁྲི་སྐྱེས་པ་རིགས་ཟེར་དེ་ཉིད་ད་དེ་ཟུར་དུ་ནས་ཞུས་པ་ཡིན་པ་དེ་ད་སྨོས་མེད་བྱ་གི་ཡོད་རེད། ད་དེ་འདྲས་རེད་དམ་མ་རེད། གར་སའི་དེ་ཟུར་གྱི་མདུན་ནས་ད་སྲུང་མ་རྒྱལ་གཅེས་རྡོ་རྗེ་ཤུགས་ལྡན་ལ་དུས་ནམ་ཡང་གར་སོགས་ཀྱི་ཆོས་དང་ཟང་ཟིང་གི་འབྲེལ་བ་བྱེད་ཀྱི་མེད་ཟེར་ཁོ་རང་གིས་ཁས་བླངས་དམ་བཅའ་དམ་ཚིག་ཅིག་ཞུས་དུས་ཡོད་ན་ད། ཀྱ་ཀྱ་ཀྱ་དེ་འདྲས་ཅིག་གི། ཆུ་འདྲ་ཞོ་ཡོང་དུས་བརྩམས་པ་དག་ཁོ་རང་དམ་ཚིག་གིས་མྱང་གི་ཡོད་པ་དེ་གསལ་བོ་རེད། དེ་མ་གཏོགས་པ་ཅིག་ཁོ་རང། སྲུང་མ་རྒྱལ་ཆེན་རྡོ་རྗེ་ཤུགས་ལྡན་བསྟེན་ཟུར་མཆོག་ཐུགས་ཆེན་མཁས་ཀྱི་མདུན་ནས་ཚུར་བཞུད་བཞག་པའི་དམ་ཚིག་ཅིག། ཤུགས་ལྡན་བསྟེན་མཁས་ཅིག་གིས་ཕར་བཞུད་པ་ཡིན། ཆོས་ཞུ་ག་ཚོགས་ཡོང་པ་ཡིན་ན། ཁོ་རང་གི་མྱང་འགྲོ་བའི་དམ་ཚིག་ཅིག་རྩ་བ་ཉིད་ནས་ཡོག་མ་རེད།

ད་ཆ་ལྟས་ངན་དེ་ཚོ་ད་འདིའི་ནང་བལྟས་མ་གོ་ས་ང་ལ་ཆོས་འབྲེལ་ཞུ་ཆོག་གི་མ་རེད་ཟེར་སྐད་ཆ་དེ་བཤད་གི་ཡོད་རེད། ད་ལྟའི་འཛམ་བུའི་གླིང་འདིའི་སྒང་ལ་སྐད་ཆ་དེ་ལ་དོ་སྣང་ཅིག་ཆགས་ཡོང་དུས་ཁོ་རང་གི་སེལ་ཤེས་ག་རེ་བྱས་ཡོད་རེད། འོ། ཁོ་ཚོ། ངའི་སར་ཆོས་ཞུ་ག་ཡོད་ན་ང་ད་ཚོད་ཉམས་འགྲོ་གི་འདུག་འོ་ཟེར་བཤད་གི་ཡོད་རེད། རྒྱུ་མཚན་གཅིག་ག་རེ་བཤད་གི་ཡོད་རེད་ཟེར་ན་ཁོ་རང་གིས། ང་རྒྱལ་བ་ལྔ་བྷེལ་གྱི་ཡང་སྲིད་ཡིན་ཟེར། ང་རྒྱལ་བ་ལྔ་བྷེལ་གྱི་ཡང་སྲིད་ཡིན་པ་དེ་ང་གཉིད་ལམ་དུ་བཏང་གི་འདུག་ཟེར་བཤད་གི་ཡོད་རེད། གད་མོ་ཤོར་ཡ་རེད་བ་ད་ཁོ་རང། སྐད་རྒྱལ་ཐོས་སོ་ཧམ་པ་རེད་དམ་མ་རེད་དྲང་པོ་ཡིན་ད་ཡ། ག་སྲིད་གོང་ས་བཅོས་བསྒྱུར་པ་ལ་རྒྱལ་བ་ལྔ་བས་གཉིད་ལམ་གྱིས་བཏང་པ་ཡིན་ན་ཨ་ནི་གར་སོ་དགོས་རེད། རྒྱལ་བ་ལྔ་བ་ཆགས་འགྲོ་གི་ཡོད་ན་ཨ་ནི་གང་ཟག་གཞན་པའི་གི་གཉིད་ལམ་ཆུད་ན་སྐུ་ཚེ་འདི་ལ་བཏང་མྱོང་མེད་པ་རེད་བས་ཡང་ན་གོང་ས་མཆོག་ཡང་ན་ཁོང་ལ་གཉིད་ལམ་བཏང་ཚིག་གང་ཟག་དེ་གི་དེབ་སྐྱེལ་བ་དེ་ཁོང་ལ་ཆགས་གི་ཡོད་རེད་བས་ཨ་ནི་ཡང་ན་གར་སོ་དགོས་རེད་གོང་ས་ལྔ་བ་ཡིན་པའི་གི་གཉིད་ལམ་བཏང་ཆོག་ཟེར་གི་ཡོད་རེད་བས། ཡིན་པའི་བརྙན་ལམ་ག་འདྲ་ཞིག་བཏང་གི་ཡོད་རེད། འདི་བཟོ་དེ་ད་ག་རེ་བཟོ་དགོས་རེད། བལ། ཅིག། ད་ཁྱོད་འཇིག་རྟེན་ཟེར་ན་འདྲ་གང་ད་ཚེ་འདི་ཁྱེད་གང་ལ་ཡང་བསམ་བློ་མ་གཏོང་དོགས་ནས་ད་སྐད་ཆ་དེ་བཤད་པར་བ་དྲང་པོ་བཤད་ན། སྐད་རྒྱ་སྡིག་གི་ཕྱོགས་ལ་ག་རེ་གོ་ཡག་ཡོད་རེད། རྒྱལ་བ་ལྔ་བྷེ་གི་ཡོང་ཚད་ཡིན་ཟེར་ཡོང་དུས་རྩམ་པ་ད་དམ་ཚད་ཉམས་འགྲོ་གི་འདུག་ཟེར་ཡོང་དུས། རྒྱལ་བ་ལྔ་བྷ་དང་སྤྲུལ་སྐུ་གྲགས་པ་རྒྱལ་མཚན་གཉིས་ཀྱི་བར་ལ་དམ་ཚད་ལ་སེར་ཞུགས་པ་རེད་ཟེར་བཤད་གི་ཡོད་རེད། སྤྲུལ་སྐུ་གྲགས་པ་རྒྱལ་མཚན་གྱི་ངོ་ནས་རྒྱལ་བ་ལྔ་བྷ་ལ་དམ་ཚད་སེར་ཞུགས་ཐུབ་པ་ཡོད་མ་རེད། ད་རྒྱལ་བ་ལྔ་བྷེ་གི་ངོ་ནས་སྤྲུལ་སྐུ་གྲགས་པ་གྲགས་པ་རྒྱལ་མཚན་ལ་དམ་ཚད་ཀྱི་སེར་ཞུགས་དགོས་ཡོད་རེད་དེ་ཡིན་དུས་རྩམ་པ་ད་སྤྲུལ་སྐུ་གྲགས་པ་རྒྱལ་མཚན་བཀྲོངས་མཁན་དེ་རྒྱལ་བ་ལྔ་བྷ་ཡིན་པ་དེ་ཁས་ལེན་གི་ཡོད་རེད་བས་ཁོང་རང་གིས། རྒྱུ་མཚན་གཅིག་དེ་ཆགས་ཀྱི་ཡོད་རེད་སྐད་ཆ་དེ་སོགས་ལ། དངོས་ཤུགས་བཅོལ་སོང་ལ་གོ་ཡག་མང་པོ་བྱེད་གྲབས་རེད། ཧམ་པ་རྐྱང་རྐྱང་གིས་བཤད་དོན་ནི་སྐད་ཆ་དེ་སོགས་འདུག་བཤད་ཡོང་དུས་ཙམ་པ་ད་ང་རང་ཚོ་གིས་དངོས་ཡོད་གནས་ཚུལ་གྱི་སྐད་ཆ་ཞིག་བཤད་དངོས་ཡོད་གནས་ཚུལ་གྱི་བདེན་པ་ཞིག་མ་བཤད་ན། ད་སྤྱི་ཚོགས་འདི་གི་བཀའ་ལ་ཧམ་པ་རྐྱང་རྐྱང་གིས་མར་གླེང་བྱ་ཡ་ཧམ་པ་རྐྱང་རྐྱང་གིས་ང་རང་ཚོ། མེད་པ་བཟོ་ཡག་གི་དགོངས་པ་བཞེས་བསྡད་པ་དེ་གསལ་བ་གསལ་ཆང་ཆགས་དུ་ཡོད་རེད་བྱས་ཙང་རྣམ་པ་ཚོ་གི་ང་རང་ཚོ་དངོས་ཡོད་གནས་ཚུལ་ག་རེ་ཡིན་པ་དེ་ལ་དཔེ་བསམ་མནོ་གཏོང་དགོས་ཡ་དཔྱད་པ་བྱེད་དགོས་ཡ་དགོངས་པ་བཞེས་དགོས་ཡ་ཁས་ལེན་དགོས་ཡ་རེད་ཞུ་ཡ་དེ་རེད། ད་མདོར་ན་གོང་ས་བཅོས་ཀྱི་བར་གི་ད་ལྟ་བར་དུ་ད་ནི་ང་རང་ཚོ་དེ་ཁ་དང་ཁ་བོད་དབྱེན་འབྱེད་དང་ཆོས་དང་ཟང་ཟིང་གི་འབྲེལ་བ་བཅད་པ་འདི་གི་རྒྱུ་མཚན་གང་གསུངས་པ་དེ་གི་གཞི་རྩ་ག་རེར་ཅི་ལ་བཞག་ཡོད་རེད་ཟེར་ན་ང་རྐྱང་རྐྱང་ལ་བཞག་ཡོད་རེད་རྣམ་པ་ཚོ་གི་མཁྱེན་དགོས་དགོས་རེད་དེ། ང་གར་སོ་གུ་རེ་ཨེ་ནས་ངའི་སྐོར་ཆ་ལ་གནོད་གི་འདུག་ཟེར་ཡག་འདྲ་བོ། ང་དམ་བཅའ་ཉམས་འགྲོ་གི་འདུག་ཟེར་ཡག་འདྲ་བོ། ཨོ་ཡ་ཨེ་ནས་ང་ལ་ངན་ཕ་བྱས་པ་རེད་ཟེར་ཡག་འདྲ་བོ། གང་ལྟར་ང་སྐྱང་ཆང། ང་རིས་མེད་བྱེད་པ་ལ་གནོད་གི་འདུག་ཟེར་ཡག་འདྲ་བོ་བྱས། ཨེ་ནས་བསྟན་མཁན་ང་ལ་གནོད་གི་འདུག་ཟེར་ཡག་འདྲ་བོ་བྱས་གང་ལྟར་ང་སྐྱང་ཆང་གྱོན་ཚད་ཁྱེད་ནས་ཤེས་རྒྱག་པ་ཅིག་རེད། ང་སྐྱོན་ཆེ་སྐྱོན་ཚད་ཆེ་ནས་ཤེས་རྒྱག་པ་བྱེད་རྒྱག་པ་དེ་ཀྱེ་སྟོང་རེད་བས། ཀྱེ་སྟོང་རེད་དམ་གལ་སྟོང་རེད་ཟེར་ན། གལ་གང་ཟག་རང་ཉིད་ཀྱི་གལ་སྟོང་ཡིན་པ་དེ་གཙོ་བོ་གསལ་པོ་གསལ་རྐྱང་དུ་ཆགས་ཡོད་རེད། ཡིན་དུས་རྩམ་པ་གོང་ས་མཆོག་གི་འདི། ཁ་དང་ཁ་བབས་ཡན་གྱི་ཆོས་དང་བཟང་བཟང་གི་འབྲེལ་བ་ཅེས་པ་དེ་མཐར་ཐུག་གི་དམིགས་ཡུལ་དེ་སོ་སོ་སྒེར་གྱིས་སྒེར་གདོང་སྒྲུག་གི་ཡོད་པ་དེ་གསལ་བ་གསལ་རྐྱང་རེད། ངས་ཁ་སང་ནས་ཞུས་པ་རེད་གོང་ས་མཆོག་གིས་ད་འདི་འདྲས་བྱེད་དགོས་པའི་མི་ཚེ་འདི་ལ་དཀའ་ལས་རྒྱབ་ཀྱི་ལས་ཀ་འདི་འདྲས་ཀྱི་བྱེད་ཡོང་དུས་ཙམ་པ་འདི་འདྲས་ཅིག་ལ་དམིགས་ཡུལ་མེད་པ་ཆུ་ཆོད་ནས་གསལ་གི་མ་རེད་ཟེར་ཏེ་མཐར་ཐུག་གི་དམིགས་ཡུལ་ངས་བྱས་ཀྱི་ཡོད་རེད་ཟེར་ནས་ངས་དེབ་ནང་ལ་དེ་བྲིས་ཡོད་རེད་ལ་ནས་ང་ཐོག་ནས་དེ་ཞུ་གི་ཡོད་རེད། ཡིན་དུས་རྩམ་པ་ད་འདི་ང་རྐྱང་ཆ་ཤེས་ཡོང་དུས་རྩམ་པ་ང་ལ་ཟེར་ཡ་དེ་ལ་དམིགས་ཡུལ་ཐར་ཐོར་ཡོད་པ་དེ་གསལ་བོ་ཟེར་ཆང་རེད། བྱས་ཙང་དེ་ཡིན་དུས་རྩམ་པ་ངའི་ཁ་སང་འདིའི་གི་ནང་དམིགས་ཡུལ་ཐར་ཐོར་དེ་ག་རེ་རེད་ཟེར་ན་ཞུས་ཡོད་རེད་བྱས་ཙང། ག་རེ་རེད་ཆོས་ལུགས་གཅིག་གྱུར་ཟེར་ཡ་བྱས་ཡ་དེ་རེད་ཟེར་ནས་བཤད་པ་རེད་དམིགས་ཡུལ་དེ། དེ་ཡང་ད་དུང་ག་རེ་བཟོ་གི་རེད་ཆོས་ལུགས་གཅིག་གྱུར་དུ་བྱེད་འདུག་ནས་ད་ག་རེ་བྱེད་གི་ཡོད་རེད་ཟེར་ན། ད་སྔས་མ་ཟེར་ན་འདྲ་ད་འདྲ་ཟེར་ན་འདྲ་གང་ལྟར་ང་རང་ཚོ་སྒྱིད་ལུག་པ་དེ་མ་གཏོགས་བ་གའི་ཆོས་ལུགས་ཀྱི་ཐོག་ནས་ཁོ་རང་གི་འཛུགས་ག་དེ་ཤར་དུ་བྱེད་ཐུབ་ཀྱི་ཡོད་མ་རེད། ས་སྐྱ་བཀའ་བརྒྱུད། རྙིང་མ། བོན་པོ་དེ་སོགས་ཀྱི་ཆོས་ལུགས་ཀྱི་ཐོག་ནས་ཁོ་རང་ལ་གང་ཡང་བརྩི་གི་ཡོད་མ་རེད་དྲང་པོ་བཤད་ན། ཁོ་རང་གི་བོད་མཛོའི་གར་སྟེགས་ཤར་བྱས་བཞག་བྱས་ནས་བོད་ཧ་ལམ་མཛོ་ཁྱོད་དང་ཁོ་རང་ལ་ཚེ་བླ་མ་གཅིག་གི་འདུ་ཤེས་ཁྱོད་དང་བཞག་གི་ཡོད་མ་རེད་དགེ་འདུན་པ་གཅིག་གི་འདུ་ཤེས་ཟེར་ཡ་དེ་དཀའ་ལས་ཁག་པོ་ཞེ་དྲག་ཡིན་གྱི་རེད་དྲང་པོ་བྱས་ན། ཡིན་དུས་རྩམ་པ་དག་ཁོ་རང་གི་བསམ་བློ་ག་རེ་གཏོང་གི་ཡོད་རེད་དགེ་ལུགས་པ་ནང་ཁེལ་གྱི་དབང་འབྱོར་བྱེད་པ་ལ་དེ་སོག་གི་བའི་ཆོས་རྒྱུད་དེ་ཚོ་ག་འགའ་ལ་ཚོ་དབང་འབྱོར་བྱེད་དགོས་གི་ཡོད་རེད་ཡིན་དུས་རྩམ་པ་ཆོས་ལུགས་གཅིག་གྱུར་ཟེར་ཡ་དེ་གི་བྱེད་རྒྱ་གི་བསམ་བློ་དེ་ད་འདོན་པ་དེ་བཅག་འདུག་བ། ཆོས་ལུགས་སྐྱེ་སྐྱོ་སེལ་ཏེ་བྱས་ཚར་དུས་ཚང་པ་དེའི་གི་བེ། བླ་ན་མེད་པའི་འུར་ཁྲིད་དེ་ད་བྱས་ཏེ་ཁོ་རང་གི་མདེང་དེ་རྒྱབ་དུ་ཡོད་རེད། དེ་བྱས་ནས་ག་རེ་བྱས་རེད། ད་ཆོས་སྲིད་གཉིས་སེལ་ཏེ་སོ་སོའི་གི་ལག་པ་ལ་སླེད་ཚར། སོ་སོ་མི་གཅིག་གི་གང་བྱས་ཆགས་ཚར་དུས་ཚང་པ། ད་ཁོ་རང། ཁ་ཐུག་ཁོ་རང་ལ་ང་རང་ཚོ་དབུ་མའི་ལམ་ཟེར་དེ་རིང་ཁ་ཚོང་དབུ་མའི་ལམ་ཟེར་གི་འདུག་ཨ། འོ་ད་གང་ལྟར་ང་རང་ཚོ་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་སྤྱི་དམངས་ནང་ལ་ཚུར་ལོག་ནས། ཨ་ནི་ཁོ་རང་པོ་ད་ལྷག་གི་ནང་ལ་ད་རྫིག་པོ་བྱས་ནས་བསྡད་ཡག་བསམ་བློ་དེ་བཏང་འདོད་ཡོད་རེད། ཆད་ལོག་ལ་མིང་སྙན་པོ་གཅིག་པའི་ས་སྟེང་རྒྱལ་བསྟན་ཡོང་གི་མངའ་བདག། བུ་ཆོས་སྲིད་གཉིས་ཀྱི་དབུ་ཁྲིད། འོ་ད་དེ་འདྲས་ཀྱི་རྗེས་ནས་བསམ་བསྡད་ཡོད་དེ་བསྡད་དུ་ཡོད་རེད་ད། དེ་ཡིན་པའི་རྒྱུ་མཚན་ག་རེ་རེད་དེ་རན་ཀ་ཐོག་ད་རམ་ས་ལེགས་པའི་རྒྱུ་ཁྱེད་ཚོ་སུ་ག་རེ་བཤད་ཀྱི་འདུག་ས་སྟེང་རྒྱལ་བསྟན་ཡོང་གི་མངའ་བདག་ཟིག་འདུག་ཨ། ས་སྟེང་རྒྱ་བསྟན་ཡོངས་ཀྱི་མངའ་བདག་ཡིན་ཐང་ག་རེ་རེད། རེད་དམ་མ་རེད་ཟེར་ན། ས་སྟེང་རྒྱ་བསྟན་ཡོངས་ཀྱི་མངའ་བདག་རྒྱུན་བཞག་བྱས་ནས། ད་ལྟ་རྡ་རམ་ས་ལའི་གི་དབང་འབྱོར་ཟེར་ན་འདྲ་གང་ལྟར་སྐྱབས་རྒྱུན་ནང་ལ་ཡོད་འདོད་པའི་གི་བེད་ང་རང་ཚོ་བོད་མི་དེ་ཚོ་གི་བེད་བསྟན་པ་དེ་ཚོ་རིས་མ་བྱེད་པ་གི་བེད་མངའ་བདག་དེ་ཆགས་ཡོད་མ་རེད་ཁོ་ན་མ་རེད་དེ་སེམས་ནང་ལ་མདོ་སྔགས་དེ་ག་འདྲ་གྱི་ཡོད་རེད་ས་སྟེང་རྒྱ་བསྟན་ཡོངས་ཀྱི་མངའ་བདག་དེ་བྱེད་དགོས་བསམ་པའི་མདོ་སྔགས་དེ་ཡོད་དེ་ཡོད་རེད། དེའི་མདོ་ངམ་དེ་ཁོང་གི་ཐུགས་ལ་ཡོད་པ་ཡིན་དུས་ཙམ་པ། ད་དེའི་བི་གེ་གེ་པའི་རྒྱུག་ཁྱི་ཐུགས་སྲོག་གིས་ཧ་བསྐོང་ཡོང་དུས་ཙམ་པ། ད་ཡ། འུ་གྲོགས་འདྲ་པོ་འུ་ཐུག་འདྲ་པོ། བཤད་བྱས་ནས་ད་ས་ཐེངས་བརྒྱ་བསྟན་ཡོང་གི་མངའ་བདག་ཟེར་ནས་མར་དེ་འདྲའི་བཤད་ག་བྱེད་ཀྱི་ཡོད་རེད། དོན་དངོས་པོ་གནས་ཚུལ་ལ་ཁོ་རང་དེ་འདྲའི་བྱེད་འདོད་ཀྱི་ཡོད་རེད། འོ་ཡ། དེ་དུས་ནམ་ཡང་ས་ཐེངས་བརྒྱ་བསྟན་ཡོང་གི་མངའ་བདག་ཡ་བྱས་ནས། བུ། མི་རིགས་འདི་གའི་ཆོས་བརྒྱུད། ཆེན་པོ་མངགས་འདུག་བ། ཨོ། དེ་གི་མངའ་བདག་དུས་ད་ལྟ་བར་དུ་ཆགས་མ་སོང་བ། དུས་ནམ་ཡང་ཆགས་སྲིད་ཀྱི་མ་རེད། དེ་འདྲའི་གི་སྟོང་བསམ་མདོ་ངམ་ཆེན་པོ་དེ་དངོས་གནས་དྲང་གནས། ཐབས་སྐྱོ་བོ་ཞེ་དྲག་རེད་འཇིག་རྟེན་འདི་གི་ཐོག་ལ། ད། དེ་འདྲའི་གི་སྲིད་པ་ཙམ་རེད་འདུག་མ་གཏོགས་བ་གི་ད་མི་སྲིད་པ་ཅིག་རེད་བ་ད་དེ་ཡོང་ཡ་ཁྱོ་ནི་མེད་འཇོག་རེད། དེ་འདྲའི་གི་སྟོང་བསམ་དེ་འདྲ་རྐྱང་ངེས་ད་དཔེ། བྱུང་བ་རེད་མ་གཏོགས་བ་གི་ད་དཔེ་མི་སྲིད་པ་རེད་བ་ཆགས་དེ་ཡོ་རེད། བྱས་ཙང་དེ་ཡིན་དུས་བརྩམས་པ་དག་ཁོང་རང་གི་ཕྱོགས་ནས་མ། ཅིག་ཐོབ་དཀོན་ས་འདྲ་པོ་དག་ནི་ཁྱོད་དཔལ་འབྱོར་གྱི་དག་ད་ལྟ་དེ། སུས་རེ་ཞུ་འདོད་ཉེ་དེ་སོགས་ཀྱི་དག། གོང་ས་མཆོག་གི་དཔེ་མཐར་ཐུག་གི་དགོངས་པ་དག་སོགས་ཧ་གོ་ཡོང་དུས་བརྩམས་པ་དག་སྐད་ཆ་དེ་བཤད་ཀྱི་ཡོད་རེད། བོད་ཆོས་སྲིད་གཉིས་ཀྱི་དབུ་ཁྲིད་ཟེར། ཨ་ནེ་ཀ་ས། ས་སྟེང་བརྒྱ་སྟོན་ཡོངས་ཀྱི་མངའ་བདག་ཟེར་ཡང་འདྲ་བོ། ཨོ། དེ་སོགས་དེ་ལྟར་དངོས་ཡོད་གནས་ཚུལ་དཔྱད་པ་ནི་ཆགས་ཡོད་མ་རེད། མ་རེད་དེ་ཁོ་རང་ལ་དེ་བྱེད་འདོད་ཡོད་རེད་བྱེད་འདོད་ཡོད་པ་ཡིན་དུས་ཙམ་པ་ད་ལས་ཀ་དེ་སོགས་བྱས་ཡོད་རེད། སྤྱིར་བཏང་ཁོ་རང་ག་རེ་ཟེར་གི་རེད་ཟེར་ན་ད་ད་ལྟ། བོད། ཁ་བ་གངས་ཅན་པོད་ཀྱི་ཆོས་ལུགས་དེ་སོགས་གང་ག་ཅི་འབྱོར་སོགས་དེ་ཁོ་རང་མི་སྤྱད་ཀྱི་དབང་འཛིན་བྱས་ཨ་ནི་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ལ་ཚོགས་མགོ་བཏགས་ཚོགས་ཡོང། ཨ་ནི་པོ་ཏཱ་ལགས་ཀྱི་ནང་ལ་ཁོ་རང་གི་བེད་རྫིག་པོ་ཅིག་བྱས། ད་མཐར་ཐུག་དམིགས་ཡུལ་ཐ་དད་རེད་གང་ཟག་ཆོས་ཀྱི་བར་ག་དེ་མ་གཏོགས་གང་ཡང་མི་འདུག་དམིགས་ཡུལ་དེ་གི་ཆེད་དུ་ལ་ད་ད་ད་ང་རང་ཚོ་དོན་ཆེན་དོ་ལྔ་ལ་མགོ་བཙུགས་ནས་ད་ད་ད་བར་དུ་ལས་ཀ་བྱས་པ་དེ་ད་དམིགས་ཡུལ་དེ་གཅིག་པོ་གི་ཆེད་དུ་རེད་ཟེར་ནས་བརྒྱ་ཆ་བརྒྱ་སྟོང་པ་ཐག་གཅིག་ནས་ཤོད་ཐུབ་པ་དེ་རེད། དམིགས་ཡུལ་དེ་འགྲུབ་ཡག་གི་ཆེད་དུ་ལ་ད་གང་ཟག་ཆོས་ཀྱི་བར་ག་ཡོད་ཚད་བློས་གཏོང་བྱས་ཡོད་རེད། ལས་སྐྱོན་འབྲས་ཟེར་ཡ་གཅིག་ད་ཚེ་ཕྱི་མ་ཟེར་ཡ་གང་ཡང་གོམས་པ་བྱེད་གི་ཡོད་མ་རེད་དྲང་པོ་བཤད་ན། བོད་མི་རིགས་ཉམ་ཆུང་མི་རིགས་པ་གཅིག་སོ་སོ་ལ་དད་པ་ཡིད་ཆེས་བྱས་དེ་ཉིད་དེ་སོག་གི་ཚེ་སྲོག་དེ་སོག་ལ། འབུ་གྲོག་མ་གཅིག་གི་ཚེ་སྲོག་ཙམ་ཡང་གནང་བ་བཏང་གི་ཡོད་མ་རེད་ད་སོ་སོ་དེ་འདྲས་ཀྱི་བྱས་བྱུང་པ་ཡིན་ན་བསམ་པ་འདྲ་བོ་དེ་འདྲས་ཀྱི་འདོ་ངམ་དུ་བཅོང་ནས་ད་ལས་ཀ་འདི་བྱས་པ་དེ་གསལ་བོ་གསལ་རྐྱང་རེད། འོ་ཡ། དེའི་ཐོག་ལ་ལས་ཀ་དེ་བྱས་པ་རེད་ལས་ཀ་དེ་བྱས་ཡོང་དུས་བསམ་པ་ད་ག་རེ་བྱ་གི་འདུག་ང་རང་ཚོ། ད་བསྟན་པ་ཟེར་ཡ་དེ། ཕྱོགས་གཅིག་ནས་བལྟས་པ་ཡིན་ན་ང་རང་ཚོ་གི་རོ་གི་ལུག་རིགས་ཀྱི་བསྟན་པ་ཟེར་ཡ་དེ། ད་ཞག་དུས་རེ་ཨལ་གི་མགོ་ལ་བཏབ་པའི་ལས་ཀ་དེ་བྱས་པ་རེད་ཐེངས་དང་པོ་དེ་ལ། ཆོས་ལུགས་གཅིག་ལྕོགས་བྱས་པ་ལ་གི་དགེ་ལུགས་པ་གི་ཁས་ལེན་ངེས་མ་རེད་དེའི་ནང་ནས་ཨོ་ཡ་ལྕགས་ཀྱི་བདེ་སྐྱིད་སྙིང་པོ་གི་ཆོས་རྒྱུད་འཛིན་མཁན་དེ་ཚོ་གི་ཁས་ལེན་ངེས་མ་རེད་ཟེར་ནས་སྐད་ཆ་དེ་བཤད་ཡོད་རེད་ཁོང་ཚོས་བག་ཆོག་ནས་དེ་བཤད་ཡོང་དུས་བརྩམས་པ་ད་ང་རང་ཚོ་ལ་ཁ་གཏད་དེ་བཅད་པ་རེད། ང་རང་ཚོ་ལ་ཁ་གཏད་དེ་བཅག་ཡོང་དུས་བརྩམས་པ་ང་རང་ཚོ་གཞའ་གཅུ་ཡག་གི་ཆེད་དུ་རེད། ཨོ་ཡ། ང་རང་ཚོ་ཆོས་ལུགས་ཆོས་རྒྱུད་རྒན་པད་ཅིག་ལ་རི་བོ་དགེ་ལོག་པའི་ཆོས་རྒྱུད་དེ་ཆོས་རྒྱུད་རྒན་པད་ཅིག་ལ་བཅོལ་འགྲོ་དུས་ད་རི་བོ་དགེ་ལོག་པད་ཀྱི་བསྟན་པ་དེ་གནོད་པ་རེད་དམ་མ་རེད། ད་རི་བོ་དགེ་ལོག་པད་ཀྱི་བསྟན་པ་ལ་ཐོག་འདུག་དམ་མི་འདུག། ཨོ་ཡ། མཐར་གཏུགས་ན་གོང་ས་བཅུ་བརྒྱུད་པ་ཁོ་རང་བོད་ཆོས་གར་བཟོ་དགོས་རེད། ཁ་བ་གངས་ཅན་པའི་གི་པའི་ཆོས་བརྒྱུད་རིས་སུ་མ་མཆིས་པ་གི་དེ་གི་གཙོ་བདག་ཅིག་བྱེད་དེ་ཁོ་རང་གི་པའི་ཆོས་སྲིད་གཉིས་གི་ཐོག་ནས་ཁོ་རང་མི་གཅིག་གི་དབང་འབྱོར་བྱས་དོགས་ནས་ཨ་ནེ་སོ་སོ་ཅིག་ཐོབ་གོ་ས་ཆེན་པོ་ཅིག་གི་མིང་ཅིག་ཁེགས་དོགས་ནས་ད་སྤོ་ད་ལག་གི་ཐོག་ལ་ད་རྗེས་འགྲོ་ལོངས་སྤྱོད་བྱས་ནས་བཞུགས་ཡག་གི་བསམ་བློ་འདོང་ངམ་དེའི་ཆེད་དུ་ལ་ད་དེ་འདྲ་བྱས་པ་རེད་ཟེར་ནས་ངས་ཁ་སང་དུས་ཤོད་ཡོད་རེད། དེ་ནས་ཞུ་བ་དེ་རེད། མ་འོངས་པ་ན་ཞུ་བ་དེ་རེད། བྱས་ཙང་དེའི་གི་གར་སོགས་ཀྱི་ཁུངས་ལུང་རྒྱུ་མཚན་དུ་སོགས་དེ་དག་ངས་ཤེས་ཀྱི་མི་ལོང་སྟེ། སྔ་བར་བརྒྱུད་གསུམ་གྱི་ནང་དུ་དོགས་སུ་བྱས་ནས་ཞུ་བྱ་རྒྱུ་རེད་ཞུ་ཡ་རེད། ཨོ་དེ་ཡིན་དུས་བརྩམས་པ་དང་ད་ལྟ་ང་རང་ཚོ་གི་སྤྱི་དང། དགུ་བཅུ་གོ་དྲུག་ལོ་བྱས་ནས་ད་ལྟ་གྱི་གི་བར་དུ་ལ་ང་རང་ཚོ་རང་ཕྱོགས་ནས། གང་ལེན་ཟེར་ན་འདྲ་གང་ལྟར་དེབ་མང་པོ་ཞེ་དྲག་བྲི་ཉེན་བྱུང་ཡོད་རེད། རེད་དེ་ད་དེ་ཚོ་ཡོད་བཞིན་དུ་ངས་ཤེས་ཀྱི་མེད་ལ་དྲི་དགོས་ཡ་དེ་རྒྱུ་མཚན་ག་རེ་རེད་ཟེར་ན། འོ་ད་ལྟ་དེ་གའི་གནས་ཚུལ་དེ་ཚོ་དེ་ཁ་གསལ་ནས་བི་ཀི་ཀི་པའི་བརྗོད་བྱ་ལ་ལྟོས་ནས་ད་དྲིས་ཀྱང་རྒྱུ་དེབ་བཀང་ཀྱི་མེད་པ་རེད། ཡིན་ན་ཡང་ངས་དེ་རེད་ཟེར་ནས་བརྩམས་པ་དེ་རྣམ་པ་ཚོ་གི་ཡིན་ཤག་ཤག་ཀྱི་གནང་ནས་ངས་ཁ་སང་ནས་ཞུས་པ་རེད་ཕན་ཐོག་ཡོད་མ་རེད་རིགས་འདུག་མི་འདུག་དེ་ང་རང་ཚོ་སྐྱེས་པ་སྐྱིད་ཤུགས་དང་གསལ་པོ་གསལ་རྐྱང་བྱ་ཡ་ཡོད་རེད།

ལྷ་བསྟེན་མཁན་ཡིན་མིན་ལ་མ་ལྟོས་པར་ཚང་མ་ལོག་གི་འདི་གོ་བ་གླེང་སྟངས་དང་ངོ་འཛིན་བྱེད་སྟངས་དེ་འགྲིག་གི་མི་འདུག་ཟེར་ཏེ། ཁ་རེ་ཚུགས་ཁུལ་ངོ་འཛིན་བྱེད་སྟངས་དེ། ཆ་ཚང་པ་ཅིག་ཡོང་གི་མི་འདུག་ཟེར་ནས་ཞུ་གི་ཡོད་རེད། ཆ་མ་ཚང་བའི་རྒྱུ་མཚན་ག་རེ་རེད་ཟེར་ན་ལྟ་ཅིག་ལྟོས་ཞུ་དང་འདི། ང་རང་ཚོ་ནང་ལོག་ལ་དཔེ་ལྟས་ས་ཅིག་ཕར་ཚོ་དབྱེ་བ་ཕྱེ་བ་ཙམ་མ་རེད་དེ། བོད་མི་རིགས་ཟེར་ཡ་འདི། ནང་ལོགས་ལ་འཆམ་མཐུན་ཡོང་ཡ་མི་འཇོག་ཅིག་ད། ཆེ་ས་ནས་ཕྱོགས་གཅིག་ནས་བཤད་པ་ཡིན་ན་ང་རང་ཚོ་ཆོས་བརྒྱུད་ཡོངས་སུ་རྫོགས་པ་དེ། གཅིག་གྱོར་བྱེད་ཀྱི་ཡིན་ཟེར་བཤད་ཀྱི་ཡོད་རེད་གཅིག་གྱོར་བྱེད་དུས་གང་དྲན་ཅིག་ལ་འཇོག་འགྲོ་གི་ཡོད་རེད་ད། ག་སའི་སྙིང་མ་ཅིག་ལ་གྱུར་པའི་དབང་དུ་གཏོང་པ་ཡིན་ན། ས་ཆ་བཀའ་བརྒྱུད་དགེ་ལུགས། དེ་ཚོ་ཡོངས་སུ་རྫོགས་པའི་གིས་ད་ཆུ་རྒྱུད་དུ་གནོད་པ་རེད་དྲང་པོ་ཡིན་ད། རྣམ་པ་ཚོ། གར་སོགས་གུ་རུ་དགོངས་པ་བཞེས་ཞོར་དང་གསལ་བ་གསལ་རྐྱང་རེད། གར་རེད་ཟེར་ན་བྱ་བ་སྔ་ཕེའི་གི། ཨོ་ཡ། བཀའ་བརྒྱུད་པ་གི་གོན་པ་མང་པོ་ཅིག་དང་ཇོ་ནང་པ་གི་གོན་པ་མང་པོ་ཅིག་ཞྭ་སྐྱོར་དུ་བ། ཆུ་ལོག་སྐྱོར་དུ་བ། གོན་པ། ཞིམ་ནག་ལ་གནས་པའི་གི་དེ་བཀའ་བརྒྱུད་པའི་གི་བསྟན་པ་དེ་གནོད་བཟློག་དུ་མི་འདུག་ད་ད་ལྟོས་ཞོར་དང། ད་ད་བཀའ་བརྒྱུད་པ་གི་བསྟན་པ་དེ་གི་མིང་ཙམ་ཡོད་ཡོད་མ་རེད་གོན་པ་དེ་གི་ནང་ལ། བཀའ་བརྒྱུད་པའི་གི་སྟོན་པ་དེ་གནོད་པ་རེད། ཨོ་ཡ་དེ་ནག་གི་གྱ་ནོམ་པ་གི་སྟག་དཀར་ཟེར་གོ་སྟག་དེ་ཕུན་ཚུགས་གླིང་ཟེར་དགོན་པ་ཆེན་པོ་བཞི་བརྒྱུད་ཞག་བཅུར་བ་རེད་ཟེར་བཤད་གི་ཡོད་རེད་དེ་ནག་གྱ་ནོམ་པ་གི་བསྟན་པ་ཡོངས་སུ་རྫོགས་པ་གནོད་པ་རེད་ད་འདྲ་གྱ་ནོམ་པ་གི་བསྟན་པ་དེ་མི་འདུག་བ་དེ་རེད་ད། ད་ང་རང་ཚོ་རོ་ཀི་ལོ་པ་དེ་རྙིང་མ་ལ་བྱོས་པ་ཡིན་ན་རོ་ཀི་ལོ་པའི་གི་བསྟན་པ་དེ་གནོད་པ་རེད། ཤུལ་ཙམ་ལས་ལྷག་ཡོད་མ་རེད་ད། བྱས་ཙང་དེ་འདྲའི་བྱེད་ཡོང་དུས་བརྩམས་པ་དག་གིས་ཀླུ་པགས་ཀྱི་བསྟན་པ་ལ་ཐུག་གི་འདུག་དང་མི་འདུག་རྣམ་པ་ཚོ་གོམས་པ་གཅིག་བྱེད་ཞོར་དུ་དེ་རེད་དེའི་ནང་གི་གི་ང་རང་ཚོ་བོད་མི་ཆོམ་བོད་མི་སྤྱི་ཡོངས་ཀྱི་བསམ་བློ་གཅིག་གཏོང་ཞོར་དུ་ཆོས་བརྒྱུད་གང་ག་ཐོག་སུ་སྐྱེས་ནས་གཅིག་པ་སྦྱོར་འགྲོ་དུས་བརྩམས་པ་དག་ག་རེར་གྱུར་ཡག་རེད། རྙིང་མ་ལ་གྱུར་ཡག་ཡིན་པ་ཡིན་ན་རྙིང་མ་མ་གཏོགས་གཞན་པའི་དག་ཚོ་གང་ག་དུ་ནུབ་ཡག་རེད། དེ་མིན་པ་གཅིག་གི་བཀའ་བརྒྱུད་ཡིན་མཁན་རྙིང་མ་ཡིན་མཁན་ས་ཆ་ཡིན་མཁན་ཆ་ཚང་ཡིན་མཁན་གཅིག་བཟོ་ཡག་ཡོད་རེད་དེ་ཡོག་མ་རེད་རྩ་བ་ཉིད་ནས་ཡོག་མ་རེད། ཨོ་ཡ། སྤྱིར་ནས་ངའི་ཁ་འདྲ་ད་འདྲ་དེ་ཁ་སང་ཞུས་པ་རེད་ལ་ནས་ཡིག་ཐོག་ལ་བྲིས་ཡོད་རེད་ཆོས་ལུགས་གཅིག་གྱུར་ཟེར་ཡ་དེ་དུས་ནམ་ཡང་ཡོང་ཡག་མི་འཇོག་གྱི་རེད་ལ་ནས་གོ་ཡག་མི་འཇོག་གྱི་རེད་ཞུས་པ་རེད། དངོས་ཡོད་ནས་ཚུལ་དེ་རེད་རེད་དེ་གོང་ས་ཆོས་ཀྱི་པ་ཁོ་རང་གི་པས་ཅིག་མི་གཅིག་གི་ད་བི་གི་གི་དབང་འཛིན་བྱེད་ཡག་གི་ཆེད་དུ་ལ་ད་གཅིག་གྱུར་བྱེད་གི་ཡིན་ཟེར་ད་མི་ཚེ་འདི་ལ་བཀོད་ཚེ་འདི་ལ་བཀོད་ལས་དེ་སྐྱོན་པ་རེད། ད་མཐའ་མ་དེ་ལ་ང་རང་ཚོ་གི་ཅིག་དེ་ལ་སོགས་ལ་ཁས་ལེན་བྱེད་མ་ཐོབ་པ་བྱས། ད་དོང་ལེན་ཅིག་བྱེད་ཡོང་དུས་རྩམ་པ་ཁོ་རང་གི་བསམ་འདོད་དང་འགྲོ་ཡོང་མ་རེད་མ་འགྲོ་འདོད་ན་ད་ད་ད། ང་རང་ཚོ་ཅིག། ཕ་སྲིད་ཀྱི་ཤ་ཕག་ལས་ཀྱང་ད་ང་རང་ཚོ་ད་ལྟ་དེ་ལྷ་གཏན་འཁེལ་དེ་ཚོ་ལ་ད་སྡང་དེ་ཡ་དེ། ཁོ་རང་ལ་ཕོག་ཐུག་འགྲོ་ཡ་རྒྱུ་རྐྱེན་དེ་ནས་བྱུང་ཡོད་རེད། རྩ་བའི་གི་ཆ་ནས་ཁོ་རང་གི་འདོད་རྔམ་དེ་འགྲོ་ཡོང་མ་རེད་མ་འགྲོ་འདོད་ན་ད་དེ་མ་འགྲོ་ཡ་དེ་འགག་རྩ་དེ་ང་ཚོ་ལ་ཐུག་སོང་བསམ་གི་ཡོད་རེད། ང་ཚོ་ད་ད་དེ། ཤུགས་ལྡན་བསྟེན། ཤུགས་ལྡན་བསྟེན་དང་མི་བསྟེན་ཟེར་ཡ་དེ་ཤུགས་ལྡན་བསྟེན་པ་དེ་མཚམས་འཇོག་བྱས་པ་ཡིན་པ་ཡིན་ན། གོང་ས་མཆོག་གི་དགོངས་པ་ཡོངས་སུ་རྫོགས་པ་ད་ག་རང་གི་གྲུབ་པར་རེ་བས་ཟེར་ན་རྩ་བ་ཉིད་ནས་གྲུབ་ཀྱི་མ་རེད་དེ་གོང་པ་དང་པོ་དེ་རེད། གོང་པ་གཉིས་པ་དེ་ལ་བྱས་ཙང་ད་ལྟ་དེ་སྤོ་རྒྱུ་རེད་ད་ཆོས་ལུགས་གཅིག་གྱུར་ཟེར་ཡ་དེ་ང་ཚོ་དགེ་ལུགས་པ་རྙིང་མར་གྱུར་ཡ་དེ། དགེ་ལུགས་པ་དེ་རྙིང་མ་ལ་རྒྱུས་ཡག་གི་ཆ་ཞིག་བཟོ་ཐུབ་ཀྱི་ཡོད་པ་དེ་ད་ང་རང་ཚོ་དངོས་ཤུགས་རྒྱུན་སྲུང་གི་ཐོག་ནས་བསམ་བློ་གཏོང་ཐུབ་ད་ལོ་རྒྱུས་ཀྱི་ཐོག་ལ་འདིར་ལོ་གཅིག་རེ་གཉིས་རེ་མ་རེད་ལོ་རྒྱུས་ཀྱི་ཐོག་ལ་ད་མ་ད་བསམ་བློ་གཏོང་ཐུབ་ད་གསལ་པོ་རེད་འདུག་བ། ད་གནམ་ས་ལེགས་ཕྱོགས་ལ་ག་རེ་བྱས་ཡོད་རེད་དང་མོ་ནས་ཁ་ནས་བཤད་ཡོང་དུས་ཙམ་པ་ང་སྟོན་པས་བཀོད་ཅིག་ད་སློབ་ཕོང་རིན་པོ་ཆེ་གི་བཀོད་ཆེ་མ་གཏོགས་གོ་མེད་ཡིན་ཟེར་བཤད་ཀྱི་ཡོད་རེད། བྱས་ཙང་དེ་འདྲའི་སའི་དུས་ནས་ད་ཀྱེ་རིན་པོ་ཆེ་གི་སྐུ་འདྲ་དེ་ཚོ་གང་གི་དུབ་སོ་བརྒྱབ་ཡོད་རེད། དེ་ནང་བཞིན་གྱི་སྔན་མ་སྐྱ་ཀྱེ་གླིང་རིན་པོ་ཆེ་དང་སྐྱ་ཀྱེ་ཁྲི་ཡང་རིན་པོ་ཆེ་རྣམ་པ་གཉིས་བཞུགས་བསྡད་པའི་ཁ་ཐུག་ལ་ད་རམ་ས་རིགས་ཀྱི་བཅུད་ལ་ལོ་ལྟར་རེ་ཞིག་ལ་བླ་མ་མཆོད་དཔལ་གྱི་ད་ཅིག་ཅིག་གེར་ཉིན་གྱི་ཞབས་རིམ་ལ་ད་འབུམ་ཚོགས་ཕུལ་གྱི་ཡོད་རེད། དེ་སོགས་དེ་བླ་མ་མཆོད་དཔལ་གྱི་ཚོགས་ཕུལ་ཡག་ཡག་བྱས་ན་བླ་མ་མཆོད་དཔལ་ཆོ་ག་ཙམ་ཡང་གཏོང་མི་ཆུག་པ་བཟོས། ལོ་ལྟར་རེ་ཞིག་མགོ་རུས་ཀྱི་འབུམ་ཚོགས་སྦྱང་བྱ། ཚོ་ཡག་གཅིག་བཟོས་ཡོད་རེད། དེའི་ནང་ཞིག་གི་ད་ང་རང་ཚོ་རྣམ་པ་ཚོ་གི་འདས་རྒྱུ་ང་ཡོན་ཅུ་རྣམ་པ་ཚོ་གི་གསུང་དུ་བ། གུ་རུ་གི་སྐུ་འདྲ་མང་པོ་ཅིག་བཞེངས་བྱས་ནས་ཨ་ནེ་པའི་མི་ཚང་རེ་རེ་ལ་སྤྲད་པ་རེད་ཟེར་བཤད་ཡོད་དུ་བ། དེ་རྒྱུ་མཚན་ག་རེ་རེད་དམིགས་ཡུལ་ག་རེ་རེད། སློབ་དཔོན་རིན་པོ་ཆེ་ལ་དད་པ་དག་སྣང་ཆེས་དྲག་ནས་སྣང་བར་བས། དེ་ཆོས་ཀྱི་དད་པ་བྱས་ནས་སྤྲད་པ་རེད་ད་ཆབ་སྲིད་ཀྱི་གཡོ་སྒྱུ་གྱི་རེད། ཨོ་ཡ། དེ་སྣང་གི་ང་རང་ཚོ་ད་ལྟ་དེ་ཤེས་དེ་ཤེས་བཞིན་པ་རེད། རི་བོ་དགེ་ལུགས་པ་གི་པའི་གདན་ས་གྲྭ་ཚང་ཁག་གི་རྟེན་གཙོ་ལ་རྗེ་རིན་པོ་ཆེ་གི་བཀོད་ཡི་གེ་གི་དོང་སྤྲུག་གི་ད་རྟེན་གཙོ། དོང་སྤྲུག་གི་ཡི་གེ་གཙོ་བོ་ལ་ད་དོང་སྤྲུག་གི་བུ་ཚེ་གཙོ་བོ་དེ་ན་ལ་ད་རྗེ་རིན་པོ་ཆེ་གི་བཀོད་ཆོག་ནི། ཡང་ཆོག་ཡོད་མར་མ་ཆོག་པ་བཟོས་པ་རེད་ཁོ་རང་གི་དེ། དངོས་ཤོག་བརྒྱུད་གསུམ་བྱས་དེ་ནི་བཀག་འགོ་བཟོས་ཡོད་རེད་དེ་དམིགས་ཡུལ་ག་རེ་རེད། དེའི་ནང་རྐྱེན་གི། ངས་ད་ལྟ་གཤིན་རྗེའི་མེ་ལོང་ནང་ལ་བྲིས་ཡོད་རེད། འོ་ཡ་ཉིས་སྟོང་བཅུ་གསུམ་གྱི་ལོ་ལ་བྷི་གྷེ་གྷེ་ས་ར་ཐིག་པ་ཆེན་པོ་ཀུའི་གླིང་སེར་སྐྱའི་མཁས་སྙན་གྲྭ་ཚང་ཟེར་ཡག་དེའི་གི་པའི་དགའ་ལྡན་ལྔ་མཆོག་གི་ཉིན་མོ་ལ་ཨ་ནེ་བློ་ཕོངས་རིན་པོ་ཆེ་གི་པའི་ཞལ་ཐང་ཐུགས་གསོ་ཡིད་མངའ་བྱེད་འཇོག་ཅིག་བཀྲམས་ཡོད་རེད། དངོས་གནས་བྱས་ན་བློ་ཕོངས་རིན་པོ་ཆེ་གི་ཞལ་ཐང་དེ་ག་དུས་བཀྲམས་ན་འགྲིག་གི་རེད། ག་བར་བཀྲམས་ན་ང་རང་ཚོ་གང་ཡང་ཞུ་ཡ་ཡོད་མ་རེད། ཡིན་ན་ཡང་དགའ་ལྡན་ལྔ་མཆོག་གི་ཉིན་མོ་ལ་གདན་ས་ཆེན་པོ་དེ་འདྲའི་ཆེ་ལ་དེ་བཀྲམས་དགོས་ཡ་བྱུང་ཚེ་ག་རེ་རེད། བཀའ་དྲིན་ལ་རྗེས་འབྲེལ་ཞུ་གི་ཡོད་ཟེར་གི་ཡོད་རེད་པས། འོ་ན། རྗེས་འབྲེལ་ཞུ་ས་དེ་རོ་དགེ་ལུགས་པའི་གདན་ས་ཅིག་དང་ལྷག་པར་དུ་གི་ཨ་ནི་དུས་ཆོག་དེ་ཡང་རྒྱལ་རིན་པོ་ཆེ་གི་དཔལ་ལྡན་ཆོས་ཉི་མ་དེ་ན་གཏོགས་དགོས་ཡ་རྒྱུ་མཚན་ག་རེ་རེད། དེ་ཚོ་རྒྱུ་མཚན་གཅིག་ཅིག་ཆགས་གི་ཡོད་རེད། དེའི་ནང་གི་གི་དཔལ་གདན་ས་ཁག་ལ

ད་ག་ནང་བཞིན་གྱི་ད་ང་རང་ཚོ་དགེ་ལུགས་པའི་གི་དེང་སང་ཁ་ལ་ཁ་དང་ཁ་བུ་ཡན་གྱི་ཆོས་དང་ཟང་ཟིང་གི་འབྲེལ་བ་ཟེར་ཡ་དེ་དགེ་ལུགས་པའི་གི་དེང་སང་ཆེན་པོ་དེའི་ནང་ལ་སྐྱེས་པ་རེད། འདི་ང་རང་ཚོ་དགེ་ལུགས་པའི་གི་བསྟན་པ་ལ་ཐུག་འདུག་མི་འདུག་ད་ང་རང་ཚོ་དངོས་གནས་དྲང་གནས་གི་གི་ཚོ་བ་ནོར་འཕོ་ཡོང་ཆེད་ཀྱི་ཡིན་པ་ནི་སྔོ་སོང་གི་མཐོང་དགོས་ཡ་གྱི་ཆགས་བསྡད་པ་རེད། དགེ་ལུགས་པ་གི་གོང་འཕགས་ནང་ལ་ཁ་དང་ཁ་བུ་ཡན་གྱི་བྱེད་དགོས་ཡ་རྒྱུ་མཚན་ག་རེ་རེད། ཤུགས་ལྡན་ཟེར་ཡ་ད་གལ་གྱི་བསྟན་དང་མ་བསྟན་ན་ང་ལ་ཁྱད་པར་གང་ཡང་མེད་ཟེར། ངས་ཤུགས་ལྡན་བཀའ་འགོ་བྱས་མེད་ཟེར་གོང་ས་བཅུ་གྱི་བར་གྱི་གསུང་ངོ་འདུག་བ་དེ། སྐད་ཆ་དེ་ལ་གཅིག་ལྟོས་བྱ་བ་དེ་ལ་གཅིག་ལྟོས་ཞུ་ད། རྒྱུ་མཚན་གང་འདྲ་རེད། འོ་ཡ་དེ་ནང་བཞིན་གྱི་ང་རང་ཚོ་རོ་གི་ལོ་པ་གི་པའི་གདན་ས་ཁག་ལ། ཕྱི་རྒྱལ་གྱི་དོན་གར་བཟོ་དགོས་རེད་ད།

ཚན་རིག་བཤད་པ་ཙམ་མ་གཏོགས་བ་ཀ་དོན་ལ་དང་ད་ང་རང་ཚོ་གར་སོ་ཁུ་ར་གདན་ས་ནང་ལ་ཡེ་ཤུ་ཀི་སློབ་གསོ་དེ་ཆོས་ལུགས་ཀི་སློབ་གསོ་དེ་རྒྱབ་ཡོང་གི་ཡོག་རེད་ས་བཤད་ཀི་འདུག་བ་དེ་རི་བོ་ཀི་ལུགས་པེ་ཀི་གདན་ས་ཁག་ཟེར་དུས་ག་རེ་རེད་གདན་ས་ཟེར་དུས་ག་རེ་རེད་གྲ་བ་ཟེར་དུས་ག་རེ་རེད་རབ་ཏུ་བྱུང་ཟེར་དུས་ག་རེ་ཟེར་གི་ཡོག་རེད་ཁྱེམས་ནས་ཁྱེམས་མེད་པ་རབ་ཏུ་བྱུང་ཟེར་བཤད་ཀི་ཡོག་རེད། ཁྱིམ་གྱི་འཁོར་བའི་གི་བྱ་བ་དེ་ཡོངས་སུ་རྫོགས་པ་སྤོང་ནས་ང་དེ་རིང་དུ་སོང་སྟེ་ཐར་པའི་ཁང་བ་ལ་འགྲོ་གི་ཡིན་ཟེར་ནས་པའི་ལྟར་སྐྲ་གཅིག་ལུས་གོམས་ངོ་མས་གང་བལྟ་རྒྱུར་གྱུར་བ། དེའི་གི་ནང་ལ་ཚན་རིག་ཟེར་ཡ་དེ་བཙུགས་ཡོང་དེ་ག་རེ་རེད། ཚན་རིག་ཟེར་ཡ་དེ་ཚེ་འདི་གི་ང་རང་ཚོ། བཟང་མཆོག་ནས་བཤད་པ་ཡིན་ན། ལྟོ་གོས་བཙལ་ཡ་གྱི་རེད། དེ་ལས་ངན་ས་ཅི་བཤད་པ་ཡིན་ན་ཚན་རིག་ཟེར་ཡ་དེ་གི་ནང་ལ་ཕལ་ཆེ་བ་དེ་ཚོ་དེ་ཚན་རིག་ཤུགས་ཆེ་བ་དེ་ཚོ་དེ་ག་རེ་རེད། གཞན་ལ་འཚེ་བ་བྱེད་ཡ་སྣང་ཚེ་བྱེད་ཡ། དེ་འདྲའི་གེགས་པའི་གར་སོགས་ཀྱི་ལག་རྩལ་གྱི་རེ་བ་ཚན་རེག་ཟེར་ཡག་སྟེ། བྱས་ཙང་དྲ་བྷེ་གི་ནང་ལ་དེ་བྱེད་དགོས་ཡ་རྒྱུ་མཚན་ག་རེ་རེད། རི་བོ་དགེ་ལུགས་བེ་གི་དེང་ས་གཅིག་པོ་ལ་དེ་བཙོག་དགོས་ཡ་ག་རེ་རེད། ཆུ་རྒྱུས་རྒྱན་བེ་གི་དེང་ས་དེ་དང་དེ་སོགས་ལ་བཙོག་ཡོག་རེ་བས་ཏེ། གཅིག་ནི་དེ་རེད། གཉིས་ནི་ད་ལྟ་དེང་ས་ཁག་གི་དགེ་འདུན་པ་རྣམ་པ་དེ་ཚོ་དང། མི་གེ་གེ། ད་གར་གསོད་དགོས་རེད། གཞིས་ཆགས་ཁག་གི་ད་གཟིགས་སྐོར་གཞིས་ཆགས་ཡིན་ཕྱིར་བ་ད་གཞིས་ཆགས་ཀྱི་བུ་དང་བུ་མོ་ད་བུ་མོ་རེད་དོ་བུ་མོ་དོ་སོགས་ཡར་ཁྲིད་ཡོང་དོན་ནི་དགེ་འདུན་པ་དང་ཡི་གེ་གི་པའི་སྟག་གཟིགས་ཀྱི་གཙོས་མདའ་བྱིན་ནི་ཕ་ཚོ་རྩོད་ལེན་བྱེད་བཅུག་གི་འདུག་བ་དེ་དམིགས་ཡུལ་ག་རེ་རེད། དེ་ཚོ་དེ་ང་རང་ཚོ་རོ་ཀེ་ལོ་བོད་ཀྱི་བསྟན་པ་དེ་འཇིག་ཡག་གི་རྒྱུ་རེད་དམ་མ་རེད། རོ་ཀེ་ལོ་བོད་ཀྱི་བསྟན་པ་སྤྱིར་ནི་སངས་རྒྱས་ཀྱི་བསྟན་པ་ཡང་སྒོར་རོ་ཀེ་ལོ་བོད་ཀྱི་བསྟན་པ་ལ་ཤ་རྒྱན་གྱི་ཡོན་ཁེ་གྱི་ཡིན་པ་ཡིན་ན། གྲྭ་བྷ་དང་བུ་མོ་གཉིས་པོ་དོགས་སུ་ཕྱིན་ནས་ཁ་གཏུགས་ཉེན་ཡོད་རེད་ནི། བོད་མིའི་བླ་བྲག་གཞོན་ནུ་པ་དེ་ཚོ་གིས་རྟགས་གསལ་བཏོན་ནས་ག་རེ་བྱས་ཡ་ཡོད་རེད་ཁོང་ཚོ། ཁོ་ཚོ་ཚེ་འདི་གི་གར་སོགས་ཀྱིས་ང་རང་ཚོ་བླ་གྲྭ་བ་ཟེར་དུས་བརྩམས་པ་ཚེ་འདི་གི་ལྟོ་གོས་བཙལ་ཉེན་གྱི་རིགས་ཁོ་ཚོ་རྟགས་གསལ་གྱི་བཏང་ནས་ལག་པ་གྱིས་བཏབ་ནས་ལྟོ་གོས་རག་གི་རེད་བས། ཆུ་གཏིགས་པ་གྱིས་རག་གི་མ་རེད། དེ་ཚོ་ལ་མཚན་ཉིད་རྒྱང་གི་རེད་ཟེར་ཡང་དེ་ཚོ་དེ་གཡོ་སྒྱུས་རྐྱང་རྐྱང་རེད་ཁ་ནས་སྙན་པོ་ཞིག་པས་ཅིག་ཆོས་ལུགས་རྒྱང་གི་རེད་མཚན་ཉིད་རྒྱང་གི་རེད་ཟིན་བཤད་གི་ཡོད་རེད་དེ། དོན་དངོས་པོ་གནས་ཚུལ་ལ་དེ་ཚོ་ལ་གཡོ་སྒྱུས་རེད་དེ་ཚོ་མགོ་སྐོར་རུ་ལ་བཙུད། ཆུ་སྐྱོར་བྲག་ཧ་ཚོ་ལ་གར་ཚན་རེ་གྱོང་གི་རེད་ཟེར་ཅེས་བཤད། ཨ་ནེ་བུ་གར་ཚོ་གི་རེད་བུ་མོ་དེ་ཚོ་དང་བྲག་ཧ་དེ་ཚོ་མཉམ་དུ་རྟགས་གསལ་དང་བཙོག་འདྲ་བྱས། ང་རང་ཚོ་གོན་ཕེབས་ཀྱི་ནང་ལ། དབྱར་གནས་ཟེར་ཡ་དེ་དབྱར་ཟེར་ཡ་དེ་ཚོ་ཚོགས་ཡོང་དུས་ཙམ་པ། དེང་སང་ཁ་ཟེར་ཡོད་དེ་ཚོ་དེ་དག་ཁ་ཕོ་སྒྲ་ཅི་རིགས་མ་གཏོགས་བག་གི་གཞི་གོང་འཕེལ་ཆེ་བ་ལ། དབྱར་གནས་ཀྱི་རིང་ཁ་ལ་གླིང་སྐྱ་རིགས་ཀྱི་ནང་ལ་བི་གི་གའི་གར་སོགས་དགོས་ར་བུ་མོ་བསད་ཡ་ཐེ་བུ་མི་བསད་ཡ་ཐུབ་པའི་གོམ་པ་ཁྱོད་ལ་སྤོ་ས་མེད་པའི་གི་ལོ་རྒྱུས་དེ་འདྲ་ཡོད་རེད། ད་དེ་རིང་ཁ་སོགས་ག་རེ་བྱེད་དགོས་ར་གོན་འཕེལ་གི་ནང་ལ་ད་བུ་མོ་དེ་སོགས་ཡར་བཏགས་སེ་དང་ད་ཉི་མ་གྱི་ལ་འཚོགས་སྙམ་པོ་འཚོགས་བཅུག་གི་ཡོད་ཅི་རེད་དེ་ནས་དུས་ཆེན་ཡོང་དུས་བརྩམས་པ་ད། ང་རང་ཚོ་རོ་ཀེ་ལོ་པེ་གི་བསྟན་པའི་གི་ཆུ་འགོ་ནང་ལ་དེ་འདྲ་བྱེད་ཡོང་དུས་ཙམ་པ་ད་ང་རང་ཚོ་བསྟན་པ་འདི་གནས་ཐུབ་གི་རེད་དམ་མ་རེད། ཕྱོགས་གང་ས་ག་ནས་ང་རང་ཚོ་རོ་ཀེ་ལོ་པེ་གི་བསྟན་པ་འདི་ལ་ད་རྨ་ཁ་བཟོ་བསྡད་ཡག་གི་མ་གཏོགས་པ་གི་བསྟན་པ་འདི་ལ་བས་ཉམས་པ་སླ་སོ་མི་ཉམས་གོམས་པ་བྱས་བསྡད་ཡག་གི་བས་ད་ལས་ཀ་བྱ་བ་བྱེད་ཀྱི་རྒྱུ་གནས་ཀྱི་ཡོག་མ་རེད། དེ་ནང་གི་གི་ད་ལོ་རྔན་པ་མང་པོ་བྱས་ལ་ད་ངས་གང་བྱས་གང་ཁེངས་ཡིན་བསམ་པའི་པའི་ང་རྒྱལ་སྤོབས་པ་དེ་མཐོ་བའི་སྒང་ལ་ག་རེ་བཤད་ཡོད་རེད་ཟེར་ན་ད་རྣམ་པ་ཚོ་གི་ཕྱི་རྒོལ་འདུག་བ་ཕྱི་ལོག་འདུག་ཡོང་ཉིན་རྣམ་པ་ཚོ་གི་ད་དཀྲུག་སྐད་ལྷོང་དཀྲུག་གི་ཡིན་ཟེར་བཤད་པ་རེད་ཟེར་གི་འདུག་ད་དཀྲུག་སྐད་ལྷོང་ཟེར་དུས་ད་བ་དཀྲུག་ལ་དཀྲུག་གི་རེད་ལ་གྲ་བ་གྱིས་དེ་ནས་མར་མི་ཆ་གྱིས་འགྲོ་ཡག་རེད་ཟེར་གི་འདུག་དེ་འདྲས་ཀྱིས་བཟོས་པ་ཡིན་ན་འཇིག་རྟེན་ཁམས་འདི་ལ་སངས་རྒྱས་ཀྱི་བསྟན་པ་གནོད་པ་རེད་དམ་མ་རེད་དེ་ལས་ལྷག་པའི་བསྟན་པ་གནོད་ཡག་ཡོད་རེད་བས། ང་རང་ཚོ་བོད་ཁ་བ་གངས་ཅན་པད་ཀྱི་ཆོས་བརྒྱུད། འདུལ་བའི་གི་ཆོས་བརྒྱུད་ཟེར་ཡ་དེ་ལ། དཔེ་གལ་གི། ཐོག་མར་གེ་མཚོན་ནོར་གི་དོམ་པ་གླེང་ཡོང་དུས་ཙམ་པ། ཇི་སྲིད་མཚོ་ཡི་བར་དུ་ཟེར་ཡ་གྱི་གླེང་ཡག་ཀྱང་མ་ཐོག་བར་གི་ཟླ་བ་འཕྲོག་ལས་གླེང་ཡག་གྱི་ཁ་བ་དོ་ནི་མི་འདུག་བ་དེ། དུས་བྱས་ཡོང་དུས་ཙམ་པ་ལྟར་བསྟན་པ་ཟེར་ཡ་དེ་བས་རྩ་མེད་འགྲོ་ཡག་གི་རྒྱུ་རྐྱེན་རྐྱང་ཆག་རེད་མ་ཐོག་བར་གི་མཛད་པ་དེ་སོགས་དེ་ཁོང་གི་དགོངས་པ་ག་རེ་ཡིན་ནམ་མ་གནང་དྲགས། ང་རང་ཚོ་དགེ་ལུགས་པ་གི་ངོ་ནས་བཤད་པ་ཡིན་ན། བསྟན་པ་ཟེར་ཡ་རྩ་མིག་ཆུ་ལག་ལ་འགྲོ་ཡ་གི་ཇོ་ཆེན་བྱང་ཆུང་རེད་དེ་ཚོ་སྟེ། འོ་ཡ་ད་གོང་ས་བཅུ་གྱི་པ་གི་པའི་ཕྱག་ལས་དེ་ཚོ་གི་རེག་མ་ཐོབ་པ་གི་ད་ག་རེ་གནང་འདུག་འོ་དེ་ཚོ་གྱི་བལྟ་ཡོང་དུས་ཙམ་པ་ད་ང་རང་ཚོ་དངོས་ཡོད་གནས་ཚུལ་འདི་འདྲའི་རི་བོ་དགེ་ལུགས་པའི་གི་བསྟན་པ་འདི་ལ་ག་དུས་ན་ཐུག་བསྡད་ཡ་ཅིག། ཐ་ན་ང་རང་ཚོ་རི་བོ་དགེ་ལུགས་པའི་གི་བསྟན་པ་འདི་ཅིག་སོ་སོའི་གི་ཅིག་ལྟ་གྲུབ་གཙང་མ་འཛིན་ཡ་གི་པའི་ཅིག་དམ་བཅའ་འདྲ་བོ་དང་དེ་འདྲའི་གི་པའི་ལངས་ཕྱོགས་ཁྱོན་ནས་འཛིན་ཆོག་གི་ཡོད་མ་རེད་དེ་ག་རེ་རེད། དེ་འདྲའི་ཅིག་ཟིན་བསྡད་པ་ཡིན་པ་ཡིན་ན་ད་ང་རང་ཚོའི་བསྟན་པ་འདི་ཞར་བསྒྱུར་ཐུབ་གི་མ་རོ་དེ་སྙིགས་མ་ལ་དུས་ནམ་ཡིན་འགྱུར་ཡ་ཡོད་མ་རོ་དེ། སྔས་མ་བདུད་འཇོམས་རིན་པོ་ཆེ་གི་གསུངས་པ་ད་ག་རང་རེད། ཆོས་ལུགས་གཅིག་གྱུར་བྱེད་དགོས་བྱུང་ན། དགེ་ལུགས་པ་གི་ཁས་ལེན་གི་མ་རེད་དེའི་ནང་ནས་སྐྱེ་ཆེན་དུས་ཆེན་སྙིང་པོ་སྐྱེ་ཆེན་ཕ་བོང་གི་ཆོས་བརྒྱུད་འཛིན་མཁན་དེ་ཚོ་ཁས་ལེན་གི་མ་རེད་ཟེར་ཡ་དེ་དངོས་ཡོད་གནས་ཚུལ་རེད། ཁོ་རང་ཚོ་གི་སྔ་བོ་ནས་ཧ་གོ་དུ་ཡོད་རེད་རྒྱུ་ཡ་རྒྱུ་ས་དེ་ག་རེ་ཡིན་པ། བརྗོད་བྱ་དེ་སྙིང་མ་ཡིན་པ་དེ་གསལ་བ་གསལ་རྐྱང་རེད་ཁོས་སྐད་ཆ་དེ་གི་ཤོག་ལ་ལྟོས་ཞུ་ད། ང་ཚོ་སྐྱེ་ནས་རི་བོ་གར་སོགས་ཀྱི་དགེ་ལུགས་པ་གི་ཆོས་བརྒྱུད་དེ་སྙིང་མ་ལ་བསྒྱུར་དགོས་ཟེར་ན་ང་རང་ཚོ་དགེ་ལུགས་པ་གི་ཕལ་ཆེ་བ་དེ་གི་ཁས་ལེན་ཐུབ་ཀྱི་མ་རེད། དེའི་ནང་ནས་ང་རང་ཚོ་རྒྱལ་སྤྱིའི་བདེ་ཆེན་སྙིང་པོ་ཆོས་བརྒྱུད་འཛིན་མཁན། སྤྲུལ་བའི་བསྟན་སྲུང་ཆེན་པོ་རྒྱ་ཆེན་རྡོ་རྗེ་ཤུགས་ལྡན་བསྟན་སྲུང་མཆོག་ཐུགས་བྱེད་མཁན་དེ་སོགས་ཀྱི་དུས་ན་ཡང་སྲོག་ལ་བབ་ཀྱི་ད་དེ་ཁས་ལེན་ཐུབ་ཀྱི་མ་རེད། བྱས་ཙང་དེ་ཤེས་བསྡད་དུས་ཙམ་པ་ད་ཁུལ་དེ་ལགས་ཡོད་རེད་ད་འདི་དེ། བདུད་འཇོམས་རིན་པོ་ཆེ་གི། དུ་སྲི་ད་ཡོང་དུས་རྩམ་པ་སྔ་རྗེས་ག་བ་ཅིག་ལ་བལྟས་གོང་དྲུག་ཡོང་པ་ཡིན་པ་ཡིན་ན། ད་ང་རང་ཚོ་ཆོས་ལུགས་ཇུས་བྱ་གི་ཆེད་དུ་ཡིན་པ་དེ་ད་འདི་འདྲའི་གསལ་བོ་གསལ་རྐྱང་ཆགས་གི་ཡོད་རེད། ད་ཁ་ད་ཁ་བོས་དབྱེ་འབྱེད་བྱེད་དགོས་ཡ་རྒྱུ་མཚན་དེ་ན་ལ་ཐུག་ཏུ་ཡོད་རེད། ཁ་ད་ཁ་བོས་དབྱེ་འབྱེད་ཀྱིས་ཆོས་དང་ཟང་ཟིང་གི་འབྲེལ་བ་བསྐྱེད་སྲིད་དུས་ང་ཚོ་ཤུགས་ལྡན་བསྟེན་མཁན་དེ་ཚོ་དེ་ཁྱོན་ནས་རྩ་བ་ནས་མེད་པ་ཅིག་ཕར་བཟོས། ཨ་ནས་དེ་བཟོས་ཚར་དུས་རྩམ་པ་ད་གར་བཟོ་དགོས་རེད། ཁོ་རང་གི་གངས་ཅན་འདྲ་པོ་ཆེ་ཆགས་པ་འདྲ་པོ་སུ་བྱས་ནས། ཤ་རྒྱུས་ཡག་གི་དེ་གི་བསམ་བློ་བཏང་འདུག་ཡོད་རེད་ཨ་ནེ་དོང་སྤྲུག་གི་གཞི་ལ་ལྟ་སློབ་དཔོན་རིན་པོ་ཆེ་ཡིག་ཉར་ཚུར་ཚུར་ཚུར་ཚུར་བསྣུན་ཡོང་གི་རེད་དྲང་པོ་བཤད་ན། རྗེ་རིན་པོ་ཆེ་ཞག་མ་བཅུ་པ་ཆུ་བཟོས་ཚར་བར་བ་ད་དེའི་ཞུ་སྒོ་དེ་ནས་ཉི་མ་གཅིག་སློབ་དཔོན་རིན་པོ་ཆེ་བཞག་མྱོང་གི་རེད། སློབ་དཔོན་རིན་པོ་ཆེ་དེ་ད་སྟོང་པ་ཉི་མ་ཐོག་དགོས་ཀྱི་མ་རེད་ཟེར་ཤེས་བར་བ་དེ།

ད་ད་ལྟ་དེ་འདྲའི་བྱེད་མཚམས་བཞག་གི་ཡིན། ཡང་སང་ཉིན་གནངས་ཉིན་ད་དུས་སུ་བར་ཆད་ཡོང་དོགས་ཁ་པོ་རེད་ཨ་ནི་མ་མུ་མཐུད་ནས་ཞུ་གི་ཡིན། ཨེ་ཅི་ད་ད་ཁ་སང་ཁ་ཉིན་ཉི་མ་མང་པོ་བྱས་ཞུ་ཡག་མ་བྱུང་མ་བྱུང་བ་སོང་ཙང་ཨ་ནི་དེ་རིང་བལྟས་ཟེར་ད་མང་བོ་འགྲོ་བ་ཞིག་མ་ཞུས་པ་ཡིན། ཨེ་རྣམ་པ་ཚོ་ཁྱེད་སེང་ཡག་ལ་དཀའ་ལས་ཁག་གི་རེད་བསམ་གི་འདུག་ཨ་ནི་ཚང་མ་ལོ་བཀྲ་ཤིས་བདེ་ལེགས་ཨེ་ན་ཞུས་ཟིན་པ་ཡིན། བག་ལགས་སོ། ད་དང་ཙང་ལྷན་འཛོམས་ཀྱི་ཨ་ནེ་གྲགས་ཚོགས་ཆེན་པོ་འདི་གི་ཚོགས་གཙོ་འགན་བཞེས་རིགས་ལང་ཚོ་ལགས། དེ་ནས་དབུས་བེད་ཀྱི་དེ་ནས་མཁས་དབང་བླ་གྲོགས་དགེ་བཤེས་རྣམ་པ་དང་ད་ག་ནང་བཞིན་གྱི་ཨ་ནེ་དམ་ཚིག་རྒྱས་པའི་རྡོ་རྗེ་སྤུན་གྲོགས་ཚང་མ་ལ་སྐུ་ཁམས་བཟང། ད་དེ་རིང་ཞུ་ཡག་དེ་དེ་ནས་མ་ག་རེ་རེད་ཟེར་ན་ད་ང་རང་ཚོ་སྤྱི་བཏང། ཁར་བཟོ་དགོས་རེད་ད་ནང་གསེས་ཀྱི་ས་བརྗིད་ར་བོ་ཆེ་བྱས་པ་ཡིན་པ་ཡིན་ན་ཨ་ན་གོང་ས་བཅུད་ཀྱི་བེ་ངོ་ཚ་ཁྲེལ་སྐྱོང་མེད་པའི་བོད་ཀྱི་ཆོས་ལུགས་གྲུབ་མཐའི་བར་དུ་དབྱེན་སྦྱོར་དཀྲུག་མཁན་མཛད་པ་ཟེར་ད་དེ་ཀླད་པ་རེད་ཅེས་དང། ད་དེ་ཀྱི་ས་བརྗིད་དུ་བཟོ་དེའི་རྩ་བའི་ཡོང་ཁུངས་དེ་ནི་ང་རང་ཚོ་ད་ལྟ་དེ་གཤིན་རྗེའི་མེ་ལོང་ནང་གི་ད་ད་ལྟ་དེ་ཀྱི་ནང་གསེས་ལེ་ཚན་གཅིག་ཆགས་ཏེ་ཡོད་རེད་བ་དེ་ཡིན་དུས་དང་བ་ད་གཤིན་རྗེའི་མེ་ལོང་ཟེར་ཡ་དེ་ད་ཁ་སང་སྙན་མ་ནས་ཞུས་པའི་ནང་གི་གེ། ཨན་ང་རང་ཚོ་བོད་མི་རིགས་འདི་གི་ནང་ལ་གྱི་ཁ་དང་ཁ་བའི་ཡན་གྱི་ཆོས་དང་ཟང་ཟིང་གི་འབྲེལ་བ་བཅད་པ་གྱིས་བྱས། འོ་དེ་བཅད་པའི་གི་ད་དགོས་པ་དམིགས་ཡུལ་རྒྱུ་མཚན་གསལ་ཐག་གསུམ་གྱི་སྐོར་ནས་ད་ཐོག་ཅིག་ནས་མ་ཡོང་དགོས་ཀྱི་ཡོད་རེད། ཨན་ད་ལྟ་དེ་ད་རྒྱུ་མཚན་རྟགས། སྣ་ཚོགས་ཀྱི་གསུང་ཡོད་རེད་ཁོང་ཚོས་ཆོག་གམ་དེའི་ཁ་ཐུག་ནས་ད་མར་འགྲོ་བསྡད་པ་ཅི་རེད། ཅི་སྟངས་ད་གོས་པ་དུས་རྒྱུ་མཚན་གྱི་ཚོད་འདྲ་པོ་དེ། མདོར་བསྡུས་འདྲ་པོ་ཅི་ལྟར་ཞུས་ཟིན་པའི་ཁུལ་རེད། ད་ད་ལྟ་རྒྱུ་མཚན་ཟེར་ཡག་གི་དེའི་ཐོག་ལ་ད་སྔ་རྗེས་མང་པོ་ཅིག་ཞུས་པ་ཅིག་གསུངས་པ་ཡིན་ཙང། དཔེར་ན་དོན་གཅོད་དོན་གྱིས་ལོ་ནས་ཆེ་འགོ་བཙུགས་ནས་ད་ད་ལྟ་བར་དུ། ད་གལ་སྲིད་བོད་ཀྱི་དགེ་བསྐོས་དབང་ཆེན་སུམ་ཅུ་སོ་བཞི་བོད་ཀྱི་བར་དུ་ལ་ད་བོད། གང་ལྟར། མཚམས་འཇོག་ཆོད་ན་མེད་པ་ཇི་ལྟར་སོང་བསྡད་ཀྱི་ཡོད་རེད། ཡིན་དུས་རྩམ་པ་ད་དེའི་གི་ནང་ནས་རྒྱུ་མཚན་གཙོ་བོ་ནི་ཅིག་གྲགས་ཆེ་བ་ཟེར་ན་འདྲ་ད་གང་ལྟར་གར་སོ་གུར་བི་གི་གི་དངོས་སེལ་དོར་བ་འདྲ་བ་ད་དེ་འདྲའི་ཁ་ཅིག་ཚོ་ལྟོས་ཡོང་ཆེ་ནི་ད་དུག་ཅིག་ནི་དེའི་ནང་ནས་མ་སེལ་ཞིག་ལྟོས་ཞིག་གི་དུག་ཕྱིར་ཤོར་བསྡད་ཀྱི་ཡོད་རེད། དེ་ནས་ན་ད་རྣམ་པ་ཚོ་གི་མཆན་ངས་ཡོད་རེད་ད་མང་པོ་ཞིག་ད་ཞུས་པས་རེད་དེ་ཡིན་དུས་ཙམ་པ་ད་རྒྱུ་མཚན་གང་གསུངས་པ་དེ་ཚོ་ལ་ང་རང་ཚོ་གི་བརྟག་དཔྱད་བྱེད་དགོས་ཡ་ད་དེ་རེད་བྱས་ཡོང་དུས་ཙམ་པ་ད་དེ་གི་རྒྱུ་མཚན་ཟེར་ཡ་དེ་ཚོ་དེ་པས་ད་སྔ་ཕྱི་གི་ནང་གི་ཤ་ད་ཀྱི་མ་ཏོག་བར་གི་ད་དངོས་ཡོད་གནས་ཚུལ་བདེན་པ་ཟེར་ཡ་གི་ད་ཚིག་གཅིག་ད་དེའི་ནང་ནས་བཙལ་བ་ཡིན་ན་ཆུ་ནི་རྙེད་ཡ་མེད་དེ་བས་ཟོར་ཐུག་ཆགས་དེ་ཡོད་རེད་ད་དེའི་གི། འདུག་བཟོ་ཁྱེད་ནི་ཨ་ན་གོང་ས་མཆོག་གི་གར་བཟོ་དགོས་རེད། དེ་འདྲའི་དགེ་བའི་ནང་ཁལ་རྐྱང་རྐྱང་གསུང་འདུག་གོ་ཡ་དེ་འགག་རྩ་ག་བར་ཐུག་གི་ཡོད་རེད། ག་འདྲས་ཆགས་པ་རེད་ཟེར་ན། འདི་གོང་ས་མཆོག་ནོར་བ་ལྟ་བུ་འཁྲུལ་བ་འདྲ་བོ་ད། མ་ཤེས་པའི་ཐོག་ནས་འདུག་བཟོ་ཁྱེད་ནི་གསུང་ཡ་འགྱོད་ཀྱི་རྩ་བ་ཉིད་ནི་མ་རེད། འདི་ཤེས་ཡིན་དུ་བསམ་ཡིན་དུ་ཨ་ནི་ཁོང་ཚོ་བཅོས་ཀྱི་པ་ཁྱེན་པོ་མཆོག་གི་ད་ང་རང་ཚོ་ཀྱི་བོད་མི་རིགས་ཟེར་ཡག་དེ་ལ་ངས་གང་ཞིག་ཞིག་ཡིན་བསམ་པ་འདྲ་བོ་ཞིག་ད་ཐུག་ན་དེ་འཁྱངས། ཨ་ནི་ཕྱོགས་གཅིག་ནས་ད་ཅིག་བལྟས་ས་ཁོང་གི་གསུང་དེ་ཚོ་ལ་རེད་མ་རེད་ཟེར་ནས་ཅིག་སྐྱེས་པ་འདྲ་བོ་ད་བསམ་བློ་གཏང་གི་ཅིག་འདུག་ན། ཨ་ནི་པི་ཀི་ཀི་མང་པོ་ཅིག་མར་དོན་བྱས་ནས་ད་གོང་ས་མཆོག་ལ་ཁ་སོགས་ཀྱི་མཚན་མོ་ཞུས་སོང་ཟེར་ཡ་སྐད་ཆ་དེ་གིས་ངའི་ཁ་དེ་དཀྲིས་འདུག་ནས་ད་བོད་འབུར་འཇོམས་བྱེད་དུ་ད་མི་སུ་གཅིག་ཅིག་སྨྲ་བཅུག་པ་འགས་རང་དབང་ཙམ་ཡང་ད་ཁྱོན་ནས་མེད་པ་ཅིག་མ་རེད་དོ་ཅེས་མ་སྙ་ན། ཨ་ནེ་དམངས་ཀྱིས་ད་ང་རང་ཚོ་རྒྱ་ཆེ་བའི་དམངས་དེ་ཚོ་དེ་བས་ཕལ་ཆེ་བ་དེ་གཅིག་བོད་ཀྱི་ཅིག་དོན་དངོས་ཀྱི་ཐོག་ལ་ད་ཅིག་ཞིབ་འཇུག་བྱེད་ཡག་གི་རྟགས་ཀྱི་ཆ་རྐྱེན་འདྲ་བོ་དེ་དག་ཕྱོགས་མང་པོ་ཅིག་ནས་འདང་གི་ཡོད་མ་རེད་མ་འདང་བའི་ཡིད་དུ་བརྩམས་པ་ནི་གོང་ས་མཆོག་གིས་གང་གསུངས་པ་དེ་ལ་ཡིད་ཆེས་བྱས་དེ་ཡག་གི་བྱེད་དུ་གོ་ཡག་འདྲ་བོ་ཅིག་དང། རྩ་བའི་གཞི་རྩ་གི་ཆ་ནས་གོང་ས་མཆོག་ཟེར་ཡག་དེ་གྲུབ་སྟབས་ཅིག་ཚང་མ་ལོག་གི་བྱེད་དངོས་ནས་དྲང་ནི་གི་པའི་དཔྱད་གླེང་ཟེར་བཀོད་ཤ་སློང་པ་ཅིག་ལ་ཡིད་ཆེས་དད་པ་དུག་སེ་བཞག་ཨ་ནི་དེ་འདྲས་ཅིག་གིས་ད་ང་རང་ཚོ་ལ་ཅིག་ལྷུ་བ་ལོག་པ་མེད་བསམ་པ་ཅིག་གི་ཐོག་ནས། ཨ་ནི་རྒྱུ་རྐྱེན་དེ་ཚོ་ཚོར་བ་ལ་བལྟས་ཡོད་ཕྱིར་ད་གོང་ས་མཆོག་གི་བའི་བཀའ་སློབ་གོ་སྐབས་དེ་ཚོ་ཟིན་ན་ནི་ད་གོང་ས་མཆོག་གི་བཀའ་སློབ་འདྲ་མི་འདྲ་མང་པོ་ཅིག་ཞིག་ར་གསུངས་ཡོད་རེད། སྤྱིར་བཏང་ང་རང་ཚོ་གི་མི་གཅིག་ཡིན་པ་ཡིན་ན་ད་འདི་འདྲའི་གི་བའི་ཚིག་ལ་འདས་པའི་དངོས་ཡོད་མིག་གི་མཐོང་ས་ཁོ་རང་ལ་ད་སྐྱག་རྫུན་དུ་ཧམ་པ་བཤད་མཁན་ཟེར་ཡ་དེ་འཇིག་རྟེན་འདི་གི་བཀའ་ལ་བས་ད་སྤྱིར་བཏང་གི་མི་མི་སྲིད་པ་འདྲ་བོ་ཅིག་ཕ་ཆད་པའི་ཉུང་ཉུང་དཀོན་པོ་དེ་འདྲ་ཆགས་བསྡད་ཡོད་རེད། རེད་དེ་ད་གོང་ས་བཅོས་ཀྱི་བར་སྐད་ཕེབས་ཅིག་དོན་ཆོས་དོན་གྱི་ལོ་ནས་ད་ལྟ་ཉིན་བར་དུ་ལོ་གང་གསུམ་པར་དུ་སོ་བེད་བེད་ཅིག། ཧམ་པ་ཅང་ཅང་ཡིན་པ། ཅིག་ད་གར་སོ་དགོས་རེད་ལྕགས་རྫུན་མ་མི་ཅང་ཅང་ཡིན་བསྡད་པ་ཅིག་ཐོག་ཆགས་ཡོད་རེད། དེ་ཡང་གོང་ས་མཆོག་གི་བེད་ཅིག། དམིགས་ཡུལ་རྒྱུ་མཚན་ཆེན་པོ་ཅིག་འཆང་བསྡད་ནས། ཨ་ནི་སྐད་ཆ་བཀའ་སློབ་ཐོག་ཅེར་མ་རིན་པར་བྱས་འདུག་ད་སོང་མཁན་ཚོས་ཅང་ཅང་ཆགས་ཡོད་རེད། ད་ཐོག་མར་གོང་ས་མཆོག་གི་ཐོག་ཅེས་ཅིག་མ་གསུངས་ཡོང་པའི་ཁ་ཐོག་ལ་ག་རེ་ཟེར་གི་ཡོད་རེད་ཟེར་ན་ད་བེད་ཤུགས་ལྡན་ཟེར་ཡ་དེ་བསྟན་པ་ཡིན་པ་ན་ན་གོང་ས་མཆོག་ཁོ་རང་རང་བའི་བསྐོ་བྱ་ལ་ད་ཞི་བུ་བསྣོག་གི་འདུག་ཟེར་ཡག་འགྲོ་བུ་བསྟན་པ་ཆབ་སྲིད་ལ་ཞི་བུ་ཅིག་བསྣོག་གི་འདུག་ཟེར་ཡག་འགྲོ་ཅིག་ཅིག་མི་དགེ་དམངས་ཀྱི་སེམས་ཁ་ནང་ལ་བེད་ཅིག་ག་རེ་བཟོ་དགོས་རེད་བཤད་ན། སྐུ་ཡག་དང་བཅས་སྔ་དྲག་སྤྱི་ཡག་གི་སྐུ་གཟུགས་ལ་ད་དེ་འདྲས་རྐྱང་རྐྱང་བྱས་ནས་ད་བཀའ་སློབ་དེ་དག་ཁུངས་ལུང་ཆུ་ནས་མེད་པའི་གི་བཀའ་སློབ་དོགས་སུ་རྐྱང་རྐྱང་གནང་ཡོད་རེད། ད་དེའི་ཇུས་འགོད་མ་ལས་ཡོང་དུས་ཙང་པ་གོང་ས་མཆོག་གིས་ག་རེ་གསུངས་ཡོད་རེད་ཟེར་ན། ད་དེ་སོགས་ཀྱི་ཁུངས་ཞི་དྲག་མ་འཆུས་པ་འདྲ་བོ་ཅིག་ཆགས། ད་ནི་དེ་སོགས་དེ་ཁུངས་སྐྱེལ་ཞོར་ཟེར་དགོས་ཡག་གི་ད་ཟེར་ཉེན་མང་བོ་ཅིག་ལས་ཡོང་དུས། ད་གོང་ས་མཆོག་གིས་བཀའ་སློབ་ཏུ་བཟོ་པའི་ཁ་ཕྱོགས་ར་བོ་ཆེ་སྐྱོར་བྱས་ནས་ཅིག་བྱ་བ་སྔགས་པ་དག་དེ་ཚོ་མང་པོ་ཅིག་ལ་ཁོངས་གཏོགས་ཀྱི་ཡོད་ཟེར་ཡ་དེ་འདྲའི་ཧམ་པ་ཅིག་བཤད། ཨན་དེ་ཚོ་གི་ཡང་ད་ཞི་བོ་ཞི་བོ་པའི་ཁོངས་བསྐྱོད་དེ་ཡང་མེད་པ་ཡིན་དུས། ཨ་ནི་ཅིག་ཞུ་གི་དུས་བ་ལ་ད་ག་རེ་གནང་གི་ཡོད་རེད་ཟེར་ན་བས།